དེ་ནས་བདག་ང་གཙོ། ཅི་ལྟ་ངས་བྱས་ནས། གཞི་བདེ་འདོད་ན་བདེན་པར་མཚོལ་ཟེར་ཡག་གི་དེ་སྟོན་ཟླ་འགྲོ་བོ་དེ་ཁ་ཚ་དངོས་མ་ནི་ཡ་ཤུལ་ཡིན་ན་ཡིན་ན་ད་ལྟ་ཡང་ཅིག་ཤུལ་བ་ཡིན་ན། ད་སོ་སོ་ལ་ཡ་བདེ་སྐྱིད་ཙམ་མ་ཡིན་པར་གཞི་བདེ་འདོད་ཀྱི་ཡོད་པ་ཡིན་ན་ཨ་ནི་བདེན་པ་ག་རེ་ཡིན་མིན་དེ་མཚོལ་དགོས་ཀྱི་རེད་བདེན་པ་ག་རེ་ཡིན་མིན་དེ་ཧ་གོ་དགོས་རེད་ཟེར་སྟོན་ཟླ་དེ་སྟོན་ཟླ་རེད། སྟོན་ཟླ་ང་ཚོས་བདེན་པ་ཟེར་ན་དངོས་ཡོད་གནས་སྟངས་ག་རེ་ཡིན་པ་དེ་ཤེས་དགོས་ཀྱི་རེད། ང་ཚོའི་རྟ་མགྲིན་གནས་སྐབས་ལ་ཡ་ཆེའི་རྙོག་དྲ་དང་དཔལ་ཆེའི་དཀའ་ངལ་ཚང་མ་དེ་ག་རེ་ལ་བརྟེན་ནས་ཡོང་གི་ཡོད་རེད་ཅེས་དེ་ག་ལ་དངོས་ཡོད་གནས་སྟངས་གཅིག་མ་ཤེས་པའི་ཐོག་ནས། རེད་བ། སོ་སོ་དངོས་ཡོད་གནས་སྟངས་མ་ཤེས་པའི་ཐོག་ནས་ཨ་ནི་དཀའ་ངལ་དང་རྙོག་དྲ་ཚང་མ་དེ་དེ་ལ་བརྟེན་ནས་བྱུང་གི་འདུག་རེད་བ། གཅིག་རང་བཞིན་རོ་གསུམ་ཚང་མས་གཅིག་དངོས་ཡོད་གནས་སྟངས་ག་རེ་ཡིན་མིན་དེ་སོ་སོ་ལ་རབ་འཕྲོད་སོ་སོ་གི་དེ་ཤེས་དེ་འདྲ་བྱས་པ་ཡིན་ན། ད་བསམ་བཞིན་ཤེས་བཞིན་དུ་ཉོག་དྲ་བྱེད་ཉེས་ཅི་ཡིན་པ་ཡིན་ན་ན་གནས་ཚུལ་ལོག་ག་རེ་མ་ཏུ་བཞིན་ཨེ་འཇིག་ང་ཚོ་དངོས་ཡོད་གནས་སྟངས་ག་རེ་ཡིན་མ་ཏུ་བདེན་པ་ག་རེ་ཡིན་མིན་དུ་ཤེས་སོང་པ་ཡིན་ན། ད་ག་ངས་ད་ཉོག་དྲ་བྱེད་ཁོ་ཡོང་ཡོང་ས་ག་བཞི་ཡོད་མ་རེད་བ། འོ་དེ་འདྲ་ཡིན་སོང་ཟ་ཁོ་བདེན་པ་ཟེར་དུས་དངོས་ཡོད་གནས་སྟངས་ག་རེ་ཡིན་མིན་དུ་རང་རེ་སོ་སོ་ཧ་གོ་ཐུབ་ཆེ་དགོས་གི་ཡོད་རེད་ཟ་ད་དོན་དག་དེ་རེད་མ་ཏུ་ང་རེ་ཚོའི་བློ་ཡིད་ལྟ་ཕྱོགས་ཅིག་ཡོད་རེད་བསམ་བློ་བཏང་ཕྱོགས་ཅིག་ཨཱ། བསམ་བློ་བཏང་བ་ནང་བཞིན་དེ་དང་དངོས་ཡོད་གང་དངོས་ཡོད་ག་རེ་ཡིན་པ་དེ་དེ་ཉིད་དུ་ར་ཐུག་སོང་པ་ཡིན་ན་དེ་བདེན་པ་ཟེར་དེ་རེད། ད་དེ་མ་ཡིན་པ་ཞིག་སོ་སོ་གི་ཅིག་ཚོར་སྣང་མ་གཏོགས་གཞན་དག་དངོས་ཡོད་གནས་སྟངས་ལ་དེ་འདྲ་ཅིག་མ་ཡིན་པ་ཡིན་ན་ད་དེ་ཁོ་ར་ཐུག་གི་མེད་རེད་བ། ར་མ་འཕྲོད་ཡིན་སོང་ཙང་དེ་ནི་ར་མ་འཕྲོད་པ་ལ་དེ་ནི་རྙོག་དྲ་དེ་ཡོང་གི་ཡོད་རེད། འོ་དེ་ཡིན་སོང་ཙང་ང་ཚོས་འདི་ལ་ཡང་ཞིབ་བལྟས་འདོད་ན་བདེན་པ་འཚོལ་ཟེར་ཡག་གི་བདེན་པ་དེ་དངོས་ཡོད་གནས་སྟངས་ག་རེ་ཡིན་པ་དེ་ལ་ལྟ་ཞིག་དགོས་ཀྱི་ཡོད་རེད། སོ་སོ་གི་ཚོར་སྣང་གཙོ་བོ་བྱེད་ཀྱི་ཡོད་མ་རེད། དངོས་ཡོད་གནས་སྟངས་ག་རེ་ཡིན་མིན་དེ་སོ་སོ་གཙོ་བོ་བྱེད་དགོས་ཀྱི་ཡོད་རེད། ད་དོན་དག་འདི་འདྲའི་ཅིག་གི་ཐོག་ནས་བཞུགས་ཡོད་རེད།

ཡ། ད་དེ་འདྲི་གཅིག་རེད་ང་ཚོ་གོ་དེ། འཛིན་གྲྭ་གི་ཁོ་ཁ་བྱང་ཁོ་རང་ལ་ཡ་དེ། གོ་དེ་འདྲི་གཅིག། ད་འོ་ན་བདེན་པ་དེ་ག་རེ་འཚོལ་རེ་ཡ་ད་བདེན་པའི་གནས་ལུགས་ཟེར་ཡ་འདྲ་མི་འདྲ་ཡོད་རེད་ཟེར། ཡིན་ན་ཡང་ད་ལྟ་འདིའི་སྐབས་སུ་ང་ཚོ། གཅིག་གཙོ་བོ་དེ་ག་རེ་རེད་ཟེར་དེ་གང། ད་བདེན་པ་ཤིས་ཟེར་ཡ་དེ་ག་གནས་སྟངས་དེ་ཤེས་སོང་པ་ཡིན་ན་ད་དངོས་གནས་དྲང་ནས་གཅིག་ང་ཚོ་བདུན་ངོར་མྱོང་སྟངས་གི་རིམ་པ་རྒྱུ་འབྲས་ཀྱི་རིམ་པ་གཅིག་ཡ་གསུང་གི་ཡོད་རེད་ལ་བདུན་ངོར་ལས་དཀྲོལ་ཚུལ་གྱི་རིམ་པ་བདུན་ངོར་ལས་ཐར་ཚུལ་གྱི་རིམ་པ་གཅིག་ཡ

ད་ཉེ་བའི་ཉོན་མོངས་པ་དེ་ལ་འདི་ཀུན་འདུས་ཀྱི་ནང་ལ་གསུངས་པ་ནང་བཞིན་སེམས་བྱུང་ལྔ་གཅིག་གི་ནང་ལ་ཉེ་ཉོན་ཉི་ཤུ་ཟེར་བ་ཅིག་གསུང་གི་ཡོད་རེད་དེ་ཧ་ཅང་གི་གལ་ཆེན་པོ་ཅིག་ཡིན་སོང་ཙང་ད་དེ་བདེན་པ་དངོས་གནས་དེ་དེ་ག་རེ་ཡིན་མིན་ང་ཚོ་ནང་གི་བསམ་བློ་གི་ནང་ལོགས་ལ་ཡང་དངོས་ཡོད་གནས་སྟངས་ག་རེ་ཡོད་རེད་ག་རེ་ཡོད་མ་རེད་འོ་ད་དེ་གི་དེ་ཚོ་སྔོན་འཕྲོད་པའི་ཆེད་དུ་ད་དེ་ཞུས་དགོས་རེད་ད་འདི་སྔོན་གི་འཛིན་གྲྭ་དེའི་ནང་ལོགས་ལ་ང་ཚོ་ག་རེ་རེད་ཟེར་དེ་བག་མེད་དང་བརྗེད་ངེས་དང་ཤེས་བཞིན་མ་ཡིན་པ་ཟེར་འོ་དེ་གི

ཁོ་འདི་ཚོ་ཡོང་ས་བྱུང་ས་དེ་ཆུ་བོའི་ནང་ནས་བྱུང་གི་ཡོད་རེད་ལ་མང་ཆེ་བ་ཅིག་བྱུང་གི་ཡོད་རེད་ད། ཡིན་ན་ཡང་དེ་ཚོ་དངོས་ཡོད་གནས་སྟངས་ལ་གང་ཡོད་པ་ཅིག་དེ་ང་ཚོ་ལ་ར་སྤྲོད་དགོས་རེད་བ། ད་ང་ཚོ་ལ་ཡང་གང་འདོད་ཆགས་ཀྱི་བདེ་བ་ཅིག་དགོས་གི་ཡོད་རེད་དགོས་གི་ཡོད་མ་ད་དོན་དག་དེ་དྲིས་པ་དང་བདེ་བ་ཅིག་དགོས་གི་ཡོད་པ་ཡིན་ན་ཁོ་བདེ་བ་གང་ཡོང་ཡག་གི་ཐབས་ཤེས་ཅིག་བཟོ་དགོས་གི་རེད་མ་གཏོགས་བདེ་བ་ཡོང་དགོས་གི་འདུག་ཟེར་ནས་སོ་སོ་གི་འདོད་པ་གཙུག་བོ་དེ་བདེ་བ་ང་བདེ་བ་ཡོང་དགོས་གི་འདུག་དེ་ཙམ་བྱས་ནས་དེ་བདེ་བ་ན་བདེ་བ་ཟེར་ཡག་དེ་ཡོང་གི་མ་རེད་ཁོ་བདེ་བ་ཟེར་ཡག་དེ་འདྲིས་པ་ཅིག་ཡིན་གསུངས་ན་རྒྱུ་མང་པོ་ཅིག་ལ་ལྟོས་གི་ཡོད་རེད།

ད་གཙོ་བོ་དེ་དེ་ལ་ཐུག་འགྲོ་གི་ཡོད་རེད་མ་གཏོགས་ཡང་འདི་ཅིག་སྐྱེ་བ་ཕྱི་མ་གི་སྐད་ཆ་འདྲ་བོ་ཅིག་ཆུ་བ་རྐྱང་པ་གི་སྐད་ཆ་འདྲ་བོ་དང་ཨོ་ནི་འདི་ཅིག་ཨོ་དེ་འདྲའི་རྩ་བ་ཉིད་ནི་མ་རེད་ད། ཨོ་དེ་ཡང་དང་ངེས་པར་དུ་ངོས་ཟིན་པ་ཅིག་བྱེད་དགོས་ད། འདི་འདི་ཚོའི་སྐོར་དུ་ང་ཚོ་ལ་གང་ང་ཚོ་གི་སེམས་ཀྱི་ནང་ལོགས་ལ་གང་ཡོད་པ་གི་ཆ་ལག་ཅིག་ཆགས་དུས་ད། དེ་ཡིན་སོང་ཙང་ང་ཚོ་གི་སེམས་ཀྱི་ནང་ལོགས་ལ་གང་ཡོད་པ་ཅིག་ཡིན་སོང་ཙང་དེ་ག་རེ་རེད་ཅེས་དེ་གང་ལ་གཙོ་བོ་དེ་ང་ཚོ་ལ་དཀའ་ངལ་དང་སྡུག་བསྔལ་དང་ཅིག་བདེ་བ་ལ་སོགས་པ་འདི་ཚོ་ཡོང་ཡ་དང་གཙོ་བོ་སོ་སོ་གི་བསམ་བློ་བཏང་ཕྱོགས་ནས་ཡོང་དགོས་ཡོད་སོང་ཙང་ད་བསམ་བློ་བཏང་ཕྱོགས་ལ་འགྱུར་བ་ཅིག་བཏང་དགོས་ཀྱི་ཡོད་རེད་ཟེར་ཡ་དེ་སྟོན་ད་བསམ་བློ་བཏང་ཕྱོགས་ལ་འགྱུར་བ་ཅིག་བཏང་བ་ལ་ཡང་དང་པོ་ག་རེ་ལ་འགྱུར་བ་བཏང་དགོས་ཀྱི་རེད་འགྱུར་བ་གང་བཏང་བྱ་དེ་པས་མ་ཤེས་པ་ཡིན་ན།

དུག་གསུམ་གང་རུང་གི་ཆར་གཏོགས་ཤིང་ད་ནང་དབྱིངས་དེ་ལ་ཡང་འདོད་ཆགས་ཀྱི་ཆར་གཏོགས་ཡ་ཡོད་རེད་ཁོང་ཁྲོ་གི་ཆར་གཏོགས་ཡ་ཡོད་རེད་གཏི་མུག་གི་ཆར་གཏོགས་ཡ་ཡོད་རེད། དེ་གང་རུང་གི་ཆར་གཏོགས་ཤིང། དམིགས་པ་ལས་སེམས་འཕྲོས་ཤིང་གཡེང་བར་བྱེད་པའི་སེམས་བྱུང། དེར་སོ་སོ་གི་ཅིག་དཀར་ཙག་དགེ་བའི་དམིགས་པ་དེ་ལས་པའི་གཞན་དག་ལ་དེ་ནི

ནང་དབྱིངས་ཟེར་བ་དེ་བྱས་ཙང་དེ་སོ་སོར་བློ་སྦྱོང་ཅིག་བྱས་པ་ཡིན་ན་ཡང་ཅིག་བློ་སྦྱོང་ཅིག་བྱེད་ཉེ་ཅིག་ཡིན་པ་ཡིན་ན་ཡང་འོ་དེ་ནང་དབྱིངས་ཀྱི་དབང་དུ་ཤོར་སོང་ན་བློ་སྦྱོང་ཡག་པོ་ཡོང་གི་མ་རེད། ལས་ཁོ་ན་ལས་ཀ་ལས་ཉེ་ཅིག་ཡིན་པ་ཡིན་ན་ཁོ་ནང་དབྱིངས་ཀྱི་དབང་དུ་ཤོར་སོང་པ་ཡིན་ན་ཁོ་ལས་ཀ་དེ་སྤུས་དག་པོ་ཡོང་ཐུབ་གི་མ་རེད། བྱས་ཙང་དེ་ཡིན་སོང་ཙང་དེ་ཆུ་རྐྱང་པ་སྐད་ཆ་རེད་མི་འདུག་རེད་པ་ཡ། ཅིག་འོ་དེ་ཡིན་དུས་གང་ལ་ནང་དབྱིངས་ཟེར་བ་དེ་དེ་དངོས་ཡོད་གནས་སྟངས་ཀྱི་ང་ཚོ་ལ་དཀའ་ངལ་སྤྲད་ཉེ་ཅིག་ཆགས་བསྡད་ཡོད་རེད་མ་གཏོགས་ཨང་ཡང་འོ་དེ། ངོ་བདེ་ཡིན་སོང་ཙང་ད་རྣམ་གཡེང་ཟེར་བ་དེ་དེ་འདྲི་ཅིག་ཆགས་ཡོད་རེད་ད་ཇེ་ལེགས་དུ་གར་ཡོད་རེད་རྣམ་གཡེང་གི་ཇེ་ལེགས་དུ་གར་ཡོད་རེད་སེམས་དགེ་བ་ལ་གནས་པ་ལ་པར་འདི་ནི་འདི་ནི་གནས་པ་ལ་པར་སྤྱོད་དོ་དེ་རེད་སེམས་དགེ་བའི་དམིགས་པ་ལ་ཡང་དེ་ནི་གཅིག་བསྟེན་པོ་གནས་པ་ལ་ཡང་པར་སྤྱོད་བྱེད་དགོས་རེད་པར་སྤྱོད་གཙོ་བོ་དེ་ཁོ་བོ་བདེ་བྱེད་དགོས་རེད། རེ་སོང་བ། ད་བྱེད་ལས་དུ་གོ། དཀར་གཟའ་འཁོར་འགོ་ངོ་བོ་དུ་ག་རུ་ཟིན་ནས་དུག་གསུམ་གང་རུང་གི་ཆར་གཏོགས་ཡིན་པ་གང་ཞིག་ལ་སེམས་དམིགས་པ་ལས་གཡེང་བའམ་འཕྲོ་བར་བྱེད་པའོ། དེ་འདྲ་གི་སེམས་བྱུང་ཅིག་ལ་ཡང་སྣང་ཡིན་ཟེར་གྱི་རེད། ད་བྱེད་ལས་དུ་ག་རུ་ཡོད་རེད་ཟེར་ཏེ་སེམས་དགེ་བའི་དམིགས་པ་ལ་བརྟེན་ནས་བརྟན་པོ་གནས་མ་བཅུག་པ་བྱས་ནས་འོ་དེ་ལས་པའི་དམིགས་པ་བརྟེན་ནས་བརྟན་པོ་གནས་པ་ལ་བར་ཆད་ཞིག་ཆེན་པོ་བྱེད་ཀྱི་རེད། འོ་ད་དེ་འདྲའི་ཅིག་རེད། ད་སྣང་ཡིན་དུ་དེ་རེད། ད་དེའི་འོག་ཏུ་ལ་དེ་ཡང་འདི་སྐྱིད་ཆེན་པོ་འགྲོ་བ་ཇི་སྙེད་གསུངས་ས་ངས་འདིའི་ནང་ལ་ཡང་ཅིག་ཅིག་བྲིས་པ་ཡིན། ད་སྔོན་པོ་གུམ་ཐིག་གི་ནང་ལ་ག་རེ་ཡོད་རེད་ཟེར་ན་གནའ་དབྱིངས་དེ་ལ་མ་འདྲ་བ་མང་པོ་འདུག། ག་རེ་རེད་ཟེར་རྣམ་པར་གཡེང་བ་གང་ཞེ་ན། འདོད་ཆགས་དང་ཞེ་སྡང་དང་གཏི་མུག་གི་ཆར་གཏོགས་པའི་སེམས་ཀྱི་རྣམ་པར་འཕྲོ་བ་སྟེ། དེ་གསུམ་པོ་གང་རུང་གི་ཆར་གཏོགས་པ་གང་ཞིག་ལ་སེམས་དེ་དམིགས་པ་ལས་ད་དགེ་བའི་དམིགས་པ་ལས་འཕགས་འཕྲོ་འགྲོ་དགོས། དགེ་བའི་རྨུགས་པ་དང་ཤོབ་ཅིག་མཁས། ཨོ་ད་དེ་འདྲི་ཅིག་ལ་ཡང་ཟེར་གྱི་རེད། ཁྲོ་བ་དེས། དེ་ཡང་ངོ་བོ་ཉིད་ཀྱི་དབྱིངས་བ་ཟེར་ནས་གཅིག་འདུག་ངོ་བོ་ཉིད་ཀྱི་དབྱིངས་བ་ཟེར་ནས་གཅིག་གྱིས། ཨ་ནི། ཕྱི་རོལ་ཏུ་དབྱིངས་བ་ཟེར་ནས་གཉིས་འདུག། ནང་གི་དབྱིངས་བ་ཟེར་ནས་གསུམ་འདུག། མཚན་མའི་དབྱིངས་བ་ཟེར་ནས་གཅིག་འདུག། གནས་ངན་ལེན་གྱི་དབྱིངས་བ་ཟེར་ནས་གཅིག་འདུག། ཡིད་ལ་བྱེད་པའི་དབྱིངས་བ་ཟེར་ནས་ཨོ་ད་དབྱིངས་བ་དེ་ལ་ཡང་མི་འདྲ་བ་དྲུག་འགྲོ་གསུངས་གོ། འོ་དེ་ནས་བཞེས་སོང་ངོ། ད་ལྟའི་དབྱིངས་དབང་དྲུག་དེ་ད་ལྟ་སྣང་དབྱིངས་ཀྱི་ངོ་བོ་ཅན་བྱེད་ལས་ཀྱི། ད་སྣང་དབྱིངས་དེ་ལ་ཅིག་ང་ཚོར་འཕགས་དབྱིངས་འགྲོ་བའི་སྐབས་ལ་སེམས་དབྱིངས་འགྲོ་བའི་སྐབས་ལ་ཡང་རྟགས་དབྱིངས་ཚུལ་དེ་ལ་མི་འདྲ་བ་ག་ཚོད་ག་ཚོད་ཡོད་པས་འོ་དེ་ནས་དྲུག་འདུག་ཨ། རྣམ་པ་ཚོས་དེ་རིགས་སོ། དེ་རིགས་ཆེད་དམིགས་ཀྱི་ད་ལྟ་ད་ལྟའི་འཛིན་གྲྭ་དེ་གའི་སྣང་ལོག་ལ་འོ་དེའི་སྐོར་དེ།

དེ་ནི་ང་ཚོ་ད་ཁ་སང་སྔོན་མ་སྔོན་མ་ནས་ཞུས་ཟིན་པ་རེད་ག་རེ་རེད་ཟེར་དེ་གང་ལ་ང་ཚོ་འདི་ཆུ་ཚོད་ཕྱེད་ཀི་འཛིན་གྲྭ་ཟེར་དེ་གང་ལ་ངོ་ནས་བྱས་ན་རྣམ་པ་ཚོ་ངས་དཔེ་ན་དེ་རིང་ཁྲིད་བཞག་ཡ་དེ་རྣམ་པ་ཚོ་དེ་དེ་ལ་གང་ལ་སློབ་སྦྱོང་བྱེད་ཡང་དེ་སྐོར་ལ་ཡང་སོ་སོ་ལ་དྲི་བ་དང་རྟོག་པ་དང་གསལ་པོ་མ་ཆགས་པ་ག་རེ་ཡོད་པ་ཡིན་ན་དེ་འདི་དྲ་རྒྱ་གི་ཐོག་ནས་ཚོ་ང་ཚོ་ལ་དྲི་བ་ག་རེ་བཏང་ན་འདི་ནས་ངའི་རོགས་པ་གི་ད་ད་ད་ད་བྱས་ནས་ང་ལ་ཚོ་སྤྲད་ཐུབ་ཀི་ཡོད་རེད།

ད་ནི་བདག་གིས་བྱིན་ནས་ཀྱང་རིགས་དང་མཐུན་པའི་ལས་བརྩམས་ནས་སྐྱོན་མེད་འཛིན་པའི་རིགས་འདི་ལ་རྙོག་པར་མི་འགྱུར་དེ་ལྟར་བྱ། དེ་འདྲའི་ཚིག་ཅིག་གོ། དེ་ག་རང་གསུང་དགོས་ཡོད་རེད་ཟེར་དུས་གང་ལ། ང་དང་པོ་སུ་རེད་ཟེར་བ་དེར་ང་རང་ཚོ་རང་རང་སོ་སོ་ག་རེ་ཡིན་མིན་འདི་ངོས་ཟིན་དགོས་ཀྱི་འདུག་ང་སུ་རེད་མི་གཅིག་རེད། འགྲོ་བ་གི་ནང་ནས་སེམས་ཅན་གི་ནང་ནས་སེམས་ཅན་ཁྱད་པར་བ་མི་གཅིག་རེད། ང་ཚོ་མི་གཅིག་ཡིན་པའི་ཆ་ནས་མི་གི་འགྲོ་སྟངས་དེ་ཏག་ཏག་བཟོ་དགོས་རེད་མི་གི་ལས་ཀ་དེ་བྱེད་དགོས་རེད་མ་གཏོགས་ལུས་སྟེང་དུ་མི་ཡིན་པ་གང་ཞིག་ལ་བྱེད་སྟངས་དེ་དུད་འགྲོ་དང་གཅིག་པ་གཅིག་རྐྱང་བྱས་ནས་བྱེད་བདེ་བ་ཡིན་ན་དེ་འགྲིག་གི་ཡོད་མ་རེད་གསུངས། ཨང། མི་གཅིག་ཡིན་པའི་ཆ་ནས་ཀྱང་མིའི་བྱེད་སྒོ་རྣམ་གསུམ་ག་རེ་ཡིན་པ་དེ་དེ་སོ་སོའི་མི་ཡིན་པ་ངོས་འཛིན་བྱེད་ཤེས་པའི་ཐོག་ནས་མིའི་གི་ལས་ཀ་བྱེད་སྒོ་རྣམ་གསུམ་ག་རེ་ཡིན་མིན་དེ་ཡག་པོ་ཅིག་ངོས་ཟིན་པའི་ཐོག་ནས་དེ་བྱེད་དགོས་རེད། མ་ཏོག་སོ་སོའི་ལུས་སྟེང་དུ་མི་གཅིག་དང་རྣམ་དཔྱོད་དུ་མིའི་མགོ་དང་ཀ་རེ་ཡིན་ན་དེ་མི་གི་གཅིག་ཕུང་པོ་ཅིག་གིས་ཇེ་ལེགས་ཇེ་བཏང་དུ་བརྩོན་འགྲུས་དང་གཅིག་པུས་གཅིག་རྐྱང་བྱས་ནས་བསྡད་བསྡད་པ་ཡིན་ན་དེ་འགྲིག་གི་ཡོད་མ་རེད་གཅིག་རིམ་པ་དང་པོ།

བྱེད་སྟངས་དེ་ཆུ་ཁྱོད་ནི་ཁས་མི་ལེན་མཁན་གྱི་བྱེད་སྟངས་དེ་བྱས་ནས་བསྡད་བསྡད་བ་ཡིན་ན། ད་ཁོ་ཆུ་པ་ཆགས་མ་སོང་ཨ། ཕྱི་ཡི་རྣམ་པ་འདྲ་དཔེར་ན་ང་འདྲ་བོ་ཅིག་ཡིན་པ་ཡིན་ན་ཅིག་གྲྭ་ཞིག་གོ་ཅིག་དེ་ནས་འདྲ་བོ་ཅིག་ནས་གོ་དེ་འདི་བྱས་ན་ཁོ་ཕྱི་ཡི་རྣམ་པ་ལ་ཁོ་ཆུ་པ་ཅིག་རེད་ལ་ཡིན་ན་དོ་ལག་ལེན་གྱི་ཐོག་ནས་ངས་དེ་དེ་དང་མཐུན་མིན་གྱི་ལག་ལེན་སྐྱེལ་གྱི་མེད་པ་ཡིན་ན། ང་དོན་དངོས་པོ་གནས་སྟངས་ལ་ཆུ་པ་ཆགས་ཡོད་མ་རེད་ད། ཆོས་ཀྱི་རྣམ་པ་ཙམ་མོ། དེ་རེད། ད་དེ་ནང་ནས་ཀྱང་ང་ཚོ་ག་རེ་རེད་ཟེར་དེ་ག་ན་ང་བོད་པ་ཅིག་རེད་ཟེར་དེ། ང་བོད་པ་ཅིག་རེད། བོད་པ་ཅིག་ཡིན་ན་ད་བོད་པའི་གི་ཅིག་ཁོ་ག་རེ་རེད་ཟེར་དེ་རིག་གཞུང་དང་མཐུན་པ་ཟེར་ན་འགྲིག་གི་འདུག་བོད་པའི་གི་ལས་ཀ་དང་མཐུན་པའི་གི་ང་ཚོ་བྱ་བ་དེ་བྱེད་དགོས་རེད། མ་འདུག་སོ་སོ་ངོ་ནས་དྲང་ནས་ཅིག་བོད་གངས་ཅན་པ་ཅིག་ཡིན་ཟེར་ནས་ལས་ཀ་དེ་བྱེད་ཆོག་ཏུ་དེ་ལས་པས་ལྡོག་ཕྱོགས་བྱས་བསྡད་པ་ཡིན་ན་དེ་ཡང་འགྲིག་གི་ཡོད་མ་རེད།

ད་དེ་འདྲའི་གཞོན་མེད་ལ་མ་ཐུག་པའི་དངོས་གནས་དྲང་གནས་ཀྱི་ད་ཁོང་གི་དཀར་ལོ་སྙིང་པོ་དང་གར་གར་གར་ཡིན་པ། དེ་ཚོ་དངོས་གནས་དྲང་གནས་ང་ཚོ་ཆ་ཚང་ད་དངོས་གནས་དྲང་གནས་ཅིག་སྒྲུབ་མ་ཐུབ་ན་དེའི་ནང་ནས་ཀྱང་ཅིག་སོ་སོ་གི་འཕགས་པ་སྐྱེ་གནས་སུ་ག་བདེར་ཞིང་ལ་སྐྱེ་ཉེ་ཅིག་དང་ཁོང་གི་དཔེ་གཞིར་ཅིག་གསུང་ཐུགས་ཁོ་ག་བདེར་ཆ་ལ་སྐྱེ་བའི་སྐྱེ་སྒོ་ཆོད་པ་ཅིག་གི་ནང་ནས་དེའི་ནང་ནས་ཀྱང་སོ་སོ་གི་ཅིག་དམ་བཅའ་ཅིག་བྱས་ནས་ཁོང་གི་གསུང་གི་སྙིང་པོ་དག་ག་གར་གྱི་ཡིན་པ་ཡིན་ནམ་དེའི་ནང་ནས་ཆ་ཤིག་ཁ་ཤིག་ཁ་ཤིག་ཅིག་དང་ང་ཚོ་ལག་ལས་ངེས་པར་དུ་གེགས་དགོས། ད་ཁོང་གི་གང་བཀའ་སློབ་ཡོད་དུ་ང་ཚོ་དེ་སྒྲུབ་པ་ཡིན་ན་ཁོང་ཁོང་རིགས་ལ་ཕན་འགྲོ་གི་རེད་ཟེར་འོ་མ་རུང། ང་ཚོ་དེ་ཁོང་གི་གང་གསུངས་པ་དེ་ང་ཚོ་གི་དེ་ཉམས་ལེན་བྱེད་དེ་སྒྲུབ་བཞག་པ་ཡིན་ན་ང་ཚོ་གི་མི་ཚེ་སྐྱེལ་སྟངས་ནང་ལོག་ཕན་གི་རེད། པ། ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་པ་འདི་ནི་ཚེ་འདི་དང་ཕྱི་མ་ཚང་མ་ལ་ཕན་གི་རེད། གལ་སྲིད་ཉིན་མོའི་དུས་འདིར་བསམ་བློ་མ་བཏང་བ་ཡིན་ན་ཡང། སོ་སོ་མི་ཚེ་དེ་ཁོང་གིས་གང་གསུངས་པ་དེ་བསྒྲུབས་པ་ཡིན་ན་སོ་སོའི་མི་ཚེ་དེ་སྐྱིད་པོ་ཞིག་སྐྱིད་སྐྱིད་ཐུབ་གི་རེད། འོ་དེ་རེད་ད། དེ་ནི་གང་ལ་ད་ཁོང་གི་བཀའ་སློབ་ག་དུས་ཡིན་ན་ག་ར་གནང་གི་འདུག་ང་རོ་ཚོའི་སྐད་དང་ཡི་གེ་དེ་ལ་ངེས་པར་དུ་སྦྱང་ཤོག་ཨ། དགེ་སྦྱོང་སྤེལ་གསུམ་ཚང་མ་དེ་ནང་ནས་ཀྱང་ཁྱེད་རང་ཚོ་གཞོན་སྐྱེས་ཚོ་ངེས་པར་དུ་སྦྱང། དེ་དངོས་གནས་དྲངས་ནས་འཛམ་བུ་གླིང་ལ་དེ་རིང་སྙིང་མདོ་སྔགས་ཡོངས་སུ་རྫོགས་པ་དེ་འདྲི་གི་དཔེར་འཛམ་བུ་གླིང་གི་སྤྱི་ནོར་ཆ་ཚང་པོ་གཅིག་དང་ཕུན་སུམ་ཚོགས་པ་ཡོད་ས་དེ་ང་ཚོ་སྐད་ཡིག་གཅིག་པོ་རེད། དེ་དངོས་གནས་དྲངས་ནས་ཁྱེད་རང་ཚོ་ཡག་པོ་གཅིག་དང་སྔར་ཚོ་མི་རིགས་ཁོ་རང་གསུམ་གྱིས་ཆེན་པོ་ཆགས་ཀྱི་རེད། མི་རིགས་ཁོ་རང་པས་ཐང་ཆེན་པོ་ཆགས་ཀྱི་རེད། ད་ག་དུས་བཀའ་སློབ་དེ་གནང་གི་འདུག་ད་དེ་ང་ཚོ་དང་དོ་སྣང་བྱེད་དགོས་ཡ་གཅིག་རེད་འདོད་ཡ། ད་ག་ནང་བཞིན་དེ་དུས་ཀྱི་ཐོག་ལ་ཡོད་པའི་ཆོས་དང་རིག་གཞུང།

ང་རང་སོ་སོར་ཁ་འདོན་མོད་པ། ཡིན་ན་ཡང་ངེས་པར་དུ་དུས་ཀྱི་རྐང་ལ་ཡོད་པའི་ལྟ་གྲུབ་དང་ཚན་རིག་དེ་ངེས་པར་དུ་སྦྱངས་ཤོག་དེ་སྦྱངས་པ་ཡིན་ན་ཁྱེད་རང་ཚོ་མི་ཚེ་སྐྱེལ་སྟངས་ལ་ཕན་གི་རེད། ཁྱེད་རང་ཙམ་དུ་མ་བཟོད་པའི་སོ་སོའི་བུ་བུ་ཕྲུག་ལ་ཡང་ཕན་འགྲོ་གི་རེད། འགྲོ་ཡ། ང་རོ་ཚོ་གཅིག་རང་ཁྲོད་སོ་སོའི་བུ་བུ་ཕྲུག་དེ་ཡང་གཅིག་བོད་ཀྱི་མི་རིགས་ཀྱི་ངོ་བོ་གཙང་མ་གཅིག་དེ་གོ་དགོས་ཡོད་པ་ཡིན་ན་ད་བོད་ཀྱི་སྐད་དང་ཡི་གེ་གཙོ་བོ་མ་གཞི་རང་གཞི་རེད་དུས་གང་ལ་ཡོད་དུས་གང་ལ་ཡོད་པའི་ཆོས་དང་རིག་གཞུང

བདེན་མེད་བདེན་མེད་སོང་ཙང། ཅིག་ཁོང་གི་བཀའ་སློབ་ཀྱི་སྙིང་པོ་ད་ངས་འདི་ག་རེ་ཞུ་གི་ཡོད་ཟེར། ཁོང་གི་བཀའ་སློབ་ཀྱི་སྙིང་པོ་ནང་ནས་སྙིང་པོ་ང་ཚོ་གི་ལག་ལེན་ག་རེ་བཀལ་དགོས་འདུག་ང་ཚོ་དེ་ལག་ལེན་བཀལ་པ་ཡིན་ན་སོ་སོ་ལ་ཕན་པ་ཙམ་དུ་མ་ཟད་སོ་སོ་གི་མི་རབས་མི་ཚེ་ལ་ཡང་ཕན་འགྲོ་ཡ་ཅིག་མ་འོངས་པའི་མི་རབས་དུ་གསོ་བ་ཡིན་པ་ཡིན་ན་དངོས་གནས་དྲང་ཨ་ཁོ་ཚོ་དེའི་སྐབས་ལ་ཡང་ཁོ་ཚོ་བྱས་མི་འདུག་ཨ་ཟེར་ཡ་གི་ང་ཚོ་ལ་ལས་ལ་མ་བདག་ཅིག་ལས་ལ་མ་བདག་ཟེར་ན་ང་ཚོ་ལ་ཡང་དེ་སྐྱོན་བརྗོད། མ་ཤོར་བ་ཅིག་གཅེས་དགོས་ད། ང་ཚོ་ད་འདི་ནས་སྐབས་ལ་ང་ཚོ་དཔེ་ན་བཙན་བྱོལ་ལ་ཡོད་དེ་ཉིད་དུ་ཚོ་ལ་ཁོར་ཡུག་ཡོད་རེད་མཐུན་རྐྱེན་ཡོད་རེད་རང་དབང་ཡོད་རེད། ད་རང་ལུས་སོ་སོ་གི་དུས་ཚོད་སྟོན་མ་སྟོན་དང་སོ་སོ་གི་གོ་སྐབས་འཚོལ་མ་འཚོལ་དེ་རེད་བ། ད་ཡོང་གི་མི་འདུག་དུས་ཚོད་རག་གི་མི་འདུག་ཅི་རེད་ཡག་རེད་མ་རེད་ཟེར་ན་སུ་གང་ལ་དུས་ཚོད་མེད་ཡོད་མ་རེད་བ། འོ་དེ་འདྲ་ཡིན་སོང་ཙང་དེ་ངེས་པར་དུ་གལ་ཆེན་པོ་རེད་མ་གཏོགས་ད་དེ་འདྲས་དེ་འདྲས་ཀྱིས་ང་ཚོ་གཅིག་གི་ཡ་དེ་འདྲས་དེ་འདྲས་ཀྱིས་དཔེ་སྣང་ལ་མ་ངེས་ཀྱི་རེད་བ་ཡ།

ཨ་ནི་དགུན་ཁ་དེ་ནས་ཅིག་སློབ་ཕྲུག་གཞན་དང་གཞན་དང་མི་སྐྱ་གི་སློབ་གྲྭ་དེ་གོང་གསེང་དེ་འདྲའི་ལས་པའི་དེའི་ནང་ལོགས་ལ་ཅིག་ཅིག་རིགས་ལམ་སློབ་ཡ་འདྲ་བོ་དང་ད་ནང་ཆོས་ངོ་སྤྲོད་བྱེད་ཡ་ལ་སོགས་པ་དང་ད་དེ་ལ་སོགས་པའི་དེ་འདྲའི་མང་པོ་ཅིག་ལས་འགར་སྤེལ་གི་ཡོད་རེད་ང་རོ་ཚོ་དེའི་ནང་ལོགས་ལ་ཡིན་ན་དཔེ་གཞུང་ཚང་མ་ལྟ་ཡ་ཡོད་རེད་རྒྱ་ཡིག་དང་དབྱིན་ཇི་དང་ཅིག་མང་པོ་བསླ་ཡ་ཡོད་རེད་དེ་འདྲའི་གི་སློབ་གྲྭ་ཅིག་ཡོད་རེད། དེའི་པར་རིས་དེ་ལ་རྒྱ་མིས་དེ་ང་ཚོ་གི་རྫོང་འདི་གི་རྫོང་ཕོགས་གསར་པ་ཅིག་སླེབས་ནས་ཨོ་བྱས་ཙང། ད་ཁྱེད་རང་ཚོ་ཉི་མ་འདི་འདྲི་ཞིག་གི་པར་རིས་ལ་ཡང་ཁྱེད་རང་ཚོ་དེ་གཏོར་ནས་ཁྱེད་རང་ཚོ་ཕ་ཁི་ན་ནི་ཁི་རེད་ཁྱེད་རང་ཚོ་ལ་དེ་ཡིག་ཆ་ཚད་ལྡན་མི་འདུག་ཟེར་ནས་ཁོ་ཚོ་བརྙན་དང་དེ་འདྲི་ཞིག་ལ་བཏགས་ནས་གཏོར་ན་གཏོར་རེས་མ་གཏོར་ན་ཉི་མ་དེ་འདྲི་ཞིག་གི་གཏོར་མ་གཏོར་ན་ཁོ་ཚོ་གི་འཁྲི་ཆུ་དེ་ཚོ་ཡོང་ནས་ཚང་མ་གཏོར་ནས་ཚང་མ་ཁོ་ཚོ་ཁི་འགྲོ་གི་ཡིན་ཟེར། དེ་འདྲི་བྱས་ནས་ཏན་ཏན་ནས་སློབ་གྲྭ་གཙང་མ་གཙང་རྐྱང་སྤེལ་དུས་ནས་གཏོར་ཚར་རེད་དེ། ད་ངའི་ཕ་ཡིན་ནོ། དེའི་དགོན་པ་གཅིག་གི་ཁར་ནི་སློབ་གྲྭ་གཅིག་གི་ཚད་ཀྱི་མ་རེད། དེ་ནང་བཞིན་གྱི་དེ་འདྲ་གི་སྒེར་གྱི་སློབ་གྲྭ་མང་པོ་ཞིག་གི་དེ་འདྲ་གཏོར་ཚར། ང་ཚོ་དེ་རྫོང་གཅིག་པོ། ད་དེ་ནང་བཞིན་གྱི་དེ་སྔར་ཚོ་བོད་ས་ཡོངས་སུ་རྫོགས་པ་རྣམས་ལ་དེ་འདྲ་གི་གཅིག་བོད་ཀྱི་ཆོས་དང་རིག་གཞུང་གི་གཅིག་རྩ་བ་འདྲ་བོ་གཅིག་ཡག་པོ་གཅིག་ཡོང་ས་གཅིག་འདུག་བསམ་པ་འདྲ་བོ་ཡིན། གཉེན་འདྲ་མི་འདྲ་ད་ནི་ཚང་མ་སྒོས་རྒྱབ་གཏོར་དེ་འདྲ་བཟོ་ཡོང་དགོས་རེད་ད།

རེད་བ་ཡ། འོ་ད་དེ་འདྲའི་འགྲོ་བ་རེད་ཡིན་ན་ཡང་ང་ཚོ་དེ་འདྲའི་ཅིག་སྐད་རྒྱག་དགོས་བ་དེ་ང་ཚོ་ཅིག་ཐ་མོ་མ་ཡིན་པའི་ང་ཚོ་བོད་པ་ལ་ཡ་དེ་ནི་ང་རུ་ཚོ་བོད་པ་ལ་ཕན་ཐོག་པ་ཙམ་དང་མ་འཛམ་བུ་གླིང་ལ་ཁ་བཏགས་ཞིག་བཞུ་བ་ན་འཛམ་གླིང་འཛམ་བུ་གླིང་ལ་ཡ་དེ་རིགས་སང་ཉིན་དེ་སྐབས་འདི་འདྲིའི་གི་ནང་ལོག་ལ་དེ་ལས་ཀྱང་པའི་ཕན་ཐོག་ཆེ་ཡག་གི་ཆ་རྐྱེན་ཟེར་ན་མི་འདུག་དེ་འདྲིའི་ང་ཚོ་སྐད་དང་ཡི་གེ་ཐོག་ལ་ཡོད་པའི་རིག་གཞུང་རྩ་བ་ཆེན་པོ་དེ་གི་ད་དེ་འཛམ་བུ་གླིང་ལ་ཕན་ཐོག་གི་འདུག་དེ་འཛམ་གླིང་སྐྱེ་གི་སྤྱི་ནོར་ཅིག་ཆགས་བསྡད་བཞག་དེ་ཡོད་ས་དེ་ང་ཚོ་མི་རིགས་དེ་ཡིན་སོང་ཙང་ང་ཚོ་མི་རིགས་དེ་ཉམས་སོང་ན་ད་དེ་དཔེ་ཧ་ཅང་གི་ང་ཚོ་བོད་པ་ཙམ་མ་ཟད་པའི་འཛམ་བུ་གླིང་གི་སྐྱོང་རག་གི་རེད་ཟེར་ནས་དོན་དག་དེ་གསུང་དགོས་རུང་བ་དེ་ཡིན་དེ་ག་ལ་ང་ཚོ་དེ་འདྲ་གི་ཕྱོགས་མང་པོ་བལྟས་ཚེ་བསམ་བློ་དེ་རྒྱ་ཆེན་པོ་བཏང་དགོས་ཡ་ད་ཅིག་རྒན་གཞོན་བར་གསུམ་ཚང་མས་བསམ་བློ་རྒྱ་ཆེན་པོ་ཅིག་བཏང་ནས་དེ་འདྲ་བྱེད་དགོས་དོ། མ་གཏོགས་ང་ཚོ་ཁོང་གི་བཀའ་སློབ་དེ་རྩ་བ་ཆེན་པོ་རེད་སྐྱབས་སུམ་ཆེད་ང་ཚོ་ཚེ་འདི་བཞིན་གཉིས་ཀ་ཁོག་པའི་སྙིང་དང་ལྟ་བའི་མིག་གཅིག་པའི་ཆེ་བཞུགས་འདྲ་འདྲ་མང་པོ་ཞིག་བྱས་ཁོང་གི་གསུང་འདི་ག་ཚོད་གསུངས་པ་ཡིན་ན་ལག་ལེན་ལ་ཁྱོན་ནས་མ་བཀུས་ནས་ཚོགས་པ་ཡིན་ན་རེད་སུ་སྒེར་སོ་སོ་ཡིན་པ་ཡིན་ན་སུ་གང་གིས་མ་བཀུས་ནས་བསྡད་བསྡད་པ་ཡིན་ན་ཕན་ཐོག་ག་ཁུ་ཅི་ཡོད་མ་རེད་དེ་རོ་ཡ། འོ་དེ་ཡིན་སོང་ཙང་ད་དངོས་གནས་དྲང་ནས་ད་ཅིག་སོ་སོ་གི་ད་ཡང་འོ་དེ་ནས་ཅིག།